ཐེངས་འདིར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་ད་རེས་གསར་འགྱུར་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ང་བོད་སྐད་ལས་རིམ་སྙན་རྒྱུད་ཞུ་མཁན་བྱང་ཆུབ་དབང་འཚོ་ཡིན། ངོས་ལ་ཟླ་བ་འདི་ཡི་གསར་འགྱུར་ཁག་ཅིག་བཅད་འདོད་ཞུ་གི་ཡིན། གསར་ཞུགས་སློབ་གཉེར་བ་རྣམས་ལ་སྣེ་ལེན་ཚོགས་འདུའི་གོ་སྒྲིག་ཞུ་བ། རྩེད་མོ་འགྲན་བསྡུར་བྱེད་པ། གཟའ་མཇུག་སྤྲོ་སྐྱིད་ཉིན་མོ་སོགས། ཐོན་ཟིན་པའི་སློབ་མ་ཁག་ཅིག་ལ་གྲུབ་འབྲས་བཟང་པོ་བྱུང་བ་དང་བོད་སྡོད་ཁང་གི་གསར་ཞུགས་སློབ་མ་ཉིན་མོར་བསུ་བ། སློབ་རིམ་གསུམ་པའི་སློབ་མ་རྣམས་ཕྱིར་ལོག་བྱེད་དགོས་པས་བདག་ཐོ་དང་བ་སོགས་བཤམས་ལ་གསང་རྒྱུད་རྒྱས་པ་ཁག་རིམ་པས་ཉན་ཐོས་བྱེད་པའི་ཉིན། གསར་ཞུགས་སློབ་མ་རྣམས་ལ་གནས་ལས་ཚོང་དུས་གོ་སྒྲིག་ཞུས་པ། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་པའི་ཚེས་སུམ་ཅུ་སོ་གཅིག་དགོང་མོ་ཆ་ཚོད་བདུན་དང་བཞི་བཅུ་ཐོག་སྟག་ཚོང་ཁང་དུ་ཏཱ་ལའི་བླ་མ་ཐོབ་རིན་སློབ་གཉེར་ཁང་གི་སྐབས་བཅུ་གཅིག་པའི་སློབ་གཉེར་ལྷན་ཚོགས་ཀྱིས་ཉོས་ནས་གསར་ཞུགས་སློབ་གཉེར་བ་རྣམས་ལ་ཕེབས་བསུའི་བྱེད་སྒོ་སྤེལ་ཕྱོགས་དང་དེ་བཞིན་མཐོ་སློབ་སྤྱི་དང་སློབ་གཉེར་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ངོ་སྤྲོད་དང་འབྲེལ། སྤྱི་ཚོགས་རྒྱང་བཀྱེད་ཀྱི་ངོ་བོ་ཐོག་ནས་སྣེ་ལེན་ཚོགས་འདུའི་སྟབས་བདེ་ཞིག་གོ་བདེ་བྱས་ཡོད་པ་རེད། གསར་ཞུགས་སློབ་མ་རྣམས་ལ་རྩེད་མོ་འགྲན་བསྡུར་བྱས་པ། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཅིག་པའི་ཚེས་གཉིས་ནས་བཟུང་སློབ་གཉེར་ལྷན་ཚོགས་ཀྱིས་གསར་དུ་འབྱོར་བའི་སློབ་མ་རྣམས་ལ་རྩེད་རིགས་ཁག་མི་འདྲ་བ་གསུམ་ཙམ་གོ་བདེ་ཞུས་འདུག་པས། ལག་རྩེད་སྤོ་ལོ་དང་རྐང་རྩེད་སྤོ་ལོ་དེ་བཞིན་བྱ་དོར་སོགས་སློབ་གཉེར་བ་རྣམས་སྡེ་ཚན་ནང་ཁུལ་འགྲན་བསྡུར་བྱས་པ་རེད། སློབ་གཉེར་ལྷན་ཚོགས་ཀྱི་ངོས་ནས་དེ་ལྟར་བྱེད་དགོས་པའི་དམིགས་ཡུལ་གཙོ་བོ་ནི་གསར་ཞུགས་སློབ་མ་རྣམས་ལ་ཕན་ཚུན་འཆམ་མཐུན་དང་ངོ་ཤེས་ཡག་པོ་ཡོང་བའི་ཆེད་དུ་ཡིན་ཞེས་ཚོགས་གཙོ་སྤེན་མ་མཁའ་འགྲོ་ལགས་ནས་གསུངས་ཀྱི་འདུག། ཨ་རིས་ང་ཚོས་དེ་ད་ལྟའི་རྩེད་མོ་གོ་སྒྲིག་བྱེད་དགོས་རྒྱུ་མཚན་གཙོ་བོ་དེ་ཞུ་བས་ན་ང་ཚོས་ད་གསར་ཞུགས་ཀྱི་སློབ་མ་ཚོ་ནང་ཁུལ་གཅིག་ཅིག་འཆམ་མཐུན་དང་ངོ་ཤེས་ཡག་པོ་ཡོང་བའི་ཆེད་དུ་ཨ་ནི་ང་ཚོས་གཙོ་བོ་རྩེད་མོ་དེ་གོ་སྒྲིག་བྱས་པ་ཅིག་ཡིན། རྩེད་མོ་ཚང་མའི་ནང་ལ་སློབ་མ་རྣམས་ཀྱིས་མཉམ་ཞུགས་ཡག་པོ་གནང་བ་མ་ཟད་ལེགས་གྲུབ་ཡག་པོ་བྱུང་འདུག། གསར་འགྱུར་སྤྲོ་སྐྱིད་ཉིན་མོ་བསུ་བ། ཉིས་སྟོང་ཉི་ཤུ་ལོའི་འདི་ནང་ཏོག་དབྱིབས་ནད་དུག་དབང་གིས་ང་ཚོའི་མཐོ་སློབ་ཀྱི་བྱེད་སྒོ་རྣམ་གཞག་མང་དག་ཅིག་བཀག་འགོག་བྱས་ཡོད་པ་མ་ཟད། ལོ་འདིའི་ཟླ་བ་གསུམ་པ་ནས་བཟུང་ད་བར། ལས་བྱེད་སློབ་ཕྲུག་རྣམས་མཐོ་སློབ་ཀྱི་ཕྱི་ལ་འགྲོ་སྐྱོད་མི་ཆོག་པ་དང། ཚང་མས་དགེ་བཤེས་ལ་བརྩི་སྲུང་གིས་སློབ་གྲྭའི་ར་བ་ལས་ཕྱིར་ཐོན་བྱེད་ཀྱི་མེད། བྱས་ཙང་ད་ལས་རེས་གཟའ་སྤེན་པ་གཉིས་པའི་གུང་གསེང་འདི་སྟབས་བསྟུན་ནས་སློབ་གཉེར་ལྷན་ཚོགས་ཀྱི་ངོས་ནས་མཐོ་སློབ་ཀྱི་ཟ་ཁང་ནང་དུ་དུས་གསུམ་གྱི་ཞལ་ལག་རིགས་མི་འདྲ་བ་ཁ་ཤས་བཙོང་ཡོད་པ་རེད། དེ་ཡང་དགོང་ཟས་ཚར་རྗེས་གཏམ་བུ་ལ་རྩེད་མོ་ཆུ་ཚོད་གཉིས་ཙམ་རྩེ་བ་དང་རྩེད་མོ་ནང་ལས་བྱེད་དང་སློབ་ཕྲུག་མང་དག་ཞིག་གིས་མཉམ་ཞུགས་གནང་བ་མ་ཟད་སྤྱི་ཚོགས་རྒྱང་བཀྱེད་ཀྱི་ངོ་བོ་ཐོན་ནས་ཉིན་དེ་ལེགས་འགྲུབ་ཡག་པོ་བྱུང་བ་དང་སློབ་གཉེར་ལྷན་ཚོགས་ཀྱི་ཚོགས་མི་རྣམས་ལའང་ཉམས་མྱོང་ཡག་པོ་བྱུང་སོང་ཞེས་གསུངས་འདུག་ཐོན་ཟིན་པའི་སློབ་མ་རྣམས་ནས་གྲུབ་འབྲས་བཟང་པོ་བྱུང་བ། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་པའི་ནང་ཐོན་ཟིན་པའི་ལོ་རིམ་གསུམ་པ་སློབ་མ་རྣམས་ཀྱིས་རྒྱུད་སྟོད་དྲུག་པ་ཡི་ཚེ་ལ་ཞུགས་པ་དང། ད་ལན་ཚོང་རིག་སྡེ་ཚན་གྱི་སློབ་མ་མང་དག་ཞིག་ནས་གྲུབ་འབྲས་ཧ་ཅང་བཟང་པོ་ཐོན་འདུག་སློབ་མ་བསྟན་འཛིན་དབང་མོ་ལགས་ནས་བརྒྱ་ཆ་དགུ་བཅུ་དང་ཚགས་ལྔ། སློབ་མ་ཁ་ཞེན་དབང་མོ་ལགས་ཀྱིས་བརྒྱ་ཆ་བརྒྱད་ཅུ་གེ་བརྒྱད་དང་ཚགས་བརྒྱད། སློབ་མ་ནོར་བུ་སྒྲོལ་མ་དང་ཚེ་རིང་དཔལ་སྒྲོན་ལགས་གཉིས་ཀྱིས་བརྒྱ་ཆ་བརྒྱད་ཅུ་གེ་བརྒྱད་དང་ཚགས་དྲུག། སློབ་མ་བསྟན་འཛིན་ཉིན་བྱེད་ལགས་ནས་བརྒྱ་ཆ་བརྒྱད་ཅུ་གྱ་དྲུག་དང་ཚ་དྲུག། སློབ་མ་ཚེ་དབང་སྒྲོལ་དཀར་དང་དབུ་རྒྱལ་སྒྲོལ་དཀར་ལགས་གཉིས་ནས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་དང་ཚ་དྲུག་ལེན་ཐུབ་པ་མ་ཟད་ཁོང་གཉིས་ནས Business Taxation སློབ་ཚན་ལ་ཡང་བརྒྱ་ཆ་བརྒྱ་ནས་བརྒྱ་ལེན་ཐུབ་པ་བྱུང་འདུག་ལེགས་གྲུབ་བྱུང་བའི་སློབ་མ་གཉིས་ནས་རང་ཉིད་ཀྱི་འཚོ་བ་ག་འདྲ་བྱུང་ཡོད་མེད་དང། དེ་བཞིན་དཀའ་ལས་ཇི་ཙམ་བསྐྱོན་ཡོད་མེད་སྐོར་ལ་གཅིག་སློབ་མ་ནོར་བུ་སྒྲོལ་མ་ལགས་ནས་གསུང་གསལ་ལྟར་ན་རང་ཉིད་ཀྱི་བརྒྱ་ཆ་བརྒྱད་ཅུ་གྱེས་བརྒྱད་དང་ཚ་དྲུག་ལེན་པ་མི་ཚེ་ནང་ཐེངས་དང་པོ་ཡིན་པ་དང། དེ་ནས་རང་ཉིད་ཀྱི་དགེ་རྒན་རྣམས་ལ་ཤིན་ཏུ་ནས་བཀའ་དྲིན་ཆེན་པོ་ཡིན་ཞེས་གསུངས། ང་རང་དགའ་བོ་ནས་བརྒྱ་ཆ་བརྒྱད་ཅུ་གྱེས་བརྒྱད་དང་ཚགས་དྲུག་ལོ་ཞིག་ལེན་ཡོད་རེད་ཨ་ང་དཔེ་དགའ་བོ་བྱུང་སོང་ངོ་ནི་ཨོ་ར་དཔེ་དགའ་བོ་བྱུང་སོང།

དེ་ལྟར་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་གཙོ་བོ་ནི་སློབ་བུ་ནང་ཁུལ་ངོ་ཤེས་དང་འཆམ་མཐུན་ཡོང་བའི་ཆེད་དུ་ཡིན་ཞེས་གསུང་གི་འདུག་གསར་དུ་འབྱོར་བའི་ཉིན་དང་མཐར་ཐོན་བའི་ཉིན་གཉིས་དེ་གལ་ཆེན་པོ་ཞིག་འཛིན་ནས་ལོ་ལྟར་གོ་སྒྲིག་ཞུ་བའི་ལུགས་སྲོལ་ཡོད་པ་རེད་འདུག་ལོ་རིམ་གསུམ་པ་སློབ་མ་རྣམས་ཕྱི་ལོག་བྱེད་དགོས་པའི་བརྡ་ཐོ་བཏང་བ། ཕྱི་ལོ་ཉིས་སྟོང་ཉི་ཤུ་ཟླ་བ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་སྦེང་ལོ་གཙུག་ལག་སློབ་གཉེར་ཁང་གི་མངའ་ཁོངས་སུ་ཡོད་པའི་མཐོ་སློབ་ཁག་གི་སློབ་སྤྱི་རྣམ་པ་ལྷན་ཚོགས་ཀྱི་གྲོས་ཆོད་བྱུང་བ་ནི། ཟླ་བ་བཅུ་གཅིག་པའི་ཚེས་བཅུ་བདུན་ནས་བཟུང་ལོ་རིམ་གསུམ་པའི་སློབ་མ་ཡོངས་རྫོགས་ཕ་མ་ངོས་ལེན་ཡི་གེ་དང་བཅས་སློབ་ཚན་འཛིན་ཁང་ནང་དུ་འཚོགས་དགོས་པའི་ལམ་སྟོན་བྱུང་བ་རེད། འོན་ཀྱང་ང་ཚོའི་མཐོ་སློབ་ཀྱི་སློབ་མ་མང་དག་ཞིག་ཕྱི་ལོགས་ལ་ཡོད་པ་དང། མཐོ་སློབ་ཀྱི་སྔོན་འགོད་ཚོ་ཆུང་གི་འགན་འཁུར་བའི་ཐོག་ནས་ཟླ་འདིའི་ཚེས་ཉི་ཤུ་རྩ་གཅིག་དང་རྩ་གཉིས་ནང་ཁུལ་མཐོ་སློབ་ཏུ་འབྱོར་དགོས་པའི་བརྡ་ཐོ་བཏང་ཡོད་པ་རེད། ཉེ་ཆར་སློབ་མ་རྣམས་མཐོ་སློབ་ཏུ་འབྱོར་ནས་ད་ལྟའི་ཟུར་བཀག་ཏུ་གནས་བཞིན་ཡོད་པ་དང། སློབ་མ་རྣམས་ལ་ནད་རྟགས་ཡོད་མེད་བརྟག་དཔྱད་བྱེད་པ་དང། ནད་རྟགས་མེད་པའི་གྲུབ་འབྲས་བཟང་པོ་བྱུང་ཡོད་པས་ཡུན་རིང་མ་འགོར་བར་དངོས་སུ་འཛིན་གྲྭ་འཚོགས་རྒྱུ་རེད།